ཞག་ལས་ནི་ང་ཚོས་འདུལ་བ་ལ་མཛོད་དཀར་གྱི་སྤྲི་གེར་བཙུགས་ཡས་འགྲོ་བ་དང་དེ་འདྲ་ཙག་ཙིག་གི་རོགས་པ་རེ་བྱས་བསྡད་ཡིན་འགྲོ། དེ་འདུག་བྱས་ནས་ང་དུས་དུས་བྲེལ་བ་ཅིག་ཡོད་དེ་ང་ཚད་པོ་ཞིབ་དྲན་གྱི་འདུག། དེ་ཕྱིས་སུ་ཨེ་ནས་སློབ་གྲྭ་ནས་ཐོན་ནས་རིགས་ལམ་སློབ་གྲྭ་ནས་འཛུལ་དུས། འགོ་བསྟོད་འགོ་བསྟོད་དེ་བ་རིགས་ལམ་སློབ་གྲྭ་ནས་འཛུལ་ས་ཟེར་བ་ལ་དུས་དུས་མི་འབོར་ཞེ་དྲག་མང་པོ་ཡོད་མ་རེད། ཟློས་གར་གྱི་སྡེ་བ་ཞེས་བརྗོད་ནས་འདི་ནས་མ་རྒྱང་བསྒྲགས་སྐད་ཆེན་པོ་ཞིབ་ཅིག་བཏང་ཡོད་པའི་རིགས་གང་ནས་མ། འདི་བཀག་འགོག་བྱེད་མཁན་ཞིག་ཡོད་མ་རེད། ད་དེ་རིང་གཅིག་ཡོད་སར་ཟེར་ཚང་མས་ཧ་གོ་གི་རེད། དེ་ནི་དེ་མ་ད་སྒྲོ་གུར་ཟེར་དུས། དེ་དེ་སྐད་དེ་བས་ཞེས་དེ་གོ་དེ་ཅིར་ཅིར་གནང་རེ་ཞུ་ཡོང་གི་ཡོད། ད་དེ་འདྲ་བྱས་ནས་ང། འབྲེལ་བ་ཅིག་ཡོད་རེད་ད་དེ་ཕྱིའི་སོན་ནི་འབྲེལ་བ་འཁྲབ་སྟོན་ཞུ་དུས་འདི་འདྲས་ད་མང་པོ་བཅར་ཡོང་རུང་བ། ཐུགས་རྗེ་ཆེ། དེ་འབྲེལ་བ་རྩ་ནས་མེད་པ་ཞིག་མ་རེད།

དངོས་སུ་ནང་སང་མཐོང་ཡས་མེད་མཁན་གྱི་ད་རྒྱུ་རྩལ་ཟེར་གི་འོད་ནས་འདྲ་མཐོང་ཡས་མེད་མཁན་གྱི་ཡོན་ཏན་ཆོས་དང་རིག་གཞུང་ཟེར་གྱི་ནང་ལོག་བསམ་བློ་བཏང་ནས་ཡར་རྒྱས་བཏང་ཡས་འདི་ད་གལ་ཆེ་ཤོས་དེ་རེད། ཡིན་ན་གལ་ཆེ་ཤོས་རེད་དེ་གལ་ཆེ་ཤོས་དེ་ལམ་སང་མཐོང་ཡས་མེད་སང་མི་ཚང་མར་དོ་སྣང་བྱེད་གི་མི་འདུག་བ་དེ་རེད། མཐོང་ཡས་ཡོད་མཁན་མིག་གིས་མཐོང་ཡས་ཡོད་མཁན་ཁྲ་ཁྲ་ཟིང་ཟིང་བྱས་ནས་ད་ལྟ་ག་འགྲོ་གི་རེད་ཨམ་ཅོག་ལ་ཞེད་སྙིང་པོ་བཅོས་ན་ད་འདི་ན་ཨམ་ཅོག་ནང་གཅིག་འཇུ་རྒྱུ་བ་རེད་འདུག་བ་དེ་མཚོན་ཅིག་ཉན་དགོས་གི་འདུག་ཨ་ནི་དྲི་མ་ནུབ་ཡས་ཞིམ་པོ་ར་བཅོས་ན་འདི་གཅིག་བྱུག་ཡས་དེ་དགོས་གི་ཡོད་རེད། མཁའ་ལ་ཟེར་དེ་ཡག་པོ་ཅིག་སྒུག་ཡོད་རེད་ལུས་ལ་འཇམ་པོ་གོན་ཅིག་སྒུག་ཡོད་རེད་འདི་ཁོ་རང་ལ། དབང་པོ་ལྔས་ཀྱི་ཡུལ་ལྔ་ཁོ་རང་ལ་གཟུགས་སྒྲ་དྲི་རོ་རེག་བྱ་ཁོ་རང་ལ་མགོ་འཁོར་ནས་ད་ཟམ་གླིང་འདི་རྒྱུག་འདོད་རེད། འདི་ཁོ་རང་ལ་ད་ཟམ་གླིང་བཞི་བོ་རྒྱུག་འདུག་བ་དེང་སང་ཨ་འབི་སི་ལབ་འདུག་བ་ཚང་མ་དེ་ལ་བཞི་བོ་ཡོད་ཟེར་འདུག་བ་དེ་ལ་ཡོད་བ་ཚོ་གལ་ཆེན་པོ་གལ་མ་རེད་ག་རེ་དོན་དག་དེ་ལ་ཡོད་མེད་འདི་གལ་ཆེན་པོ་རེད་བ་གང་ལྟར་འདི་རྒྱུག་འདོད་འདུག་བ

དེ་བཟོས། ཏང་གི་སྐད་ཆ་ག་རེ་བཤད་དགོས་རེད་ཟེར་ན་བྱས་ཙང་དབང་པོ་ལྔའི་ལས་ཡུལ་ལྔ་ལ། འདོད་ཡོན་ལྔ་ལ་ལུང་བཅད་དེ་དེ་ཡིན་གྱི་རེད་ད། ང་ཚོ་མི་དཀྱུས་མ་རེད་ཅེས་ཀྱི་རེད་དེ། ཡིན་ན་དེ་རྐྱང་རྐྱང་རྒྱུགས་བྱས་ནས་ནང་བསམ་བློའི་གི་ནང་གི། ཁ་ལོ་བསྒྱུར་སྟངས་དང་བསམ་བློ་བཏང་སྟངས་དེ་མ་ཤེས་ན། དཀའ་ངལ་ཆེན་པོ་ཞུ་རྒྱུ་ཁྲིག་རེད་ཟེར་གྱི་འདི་ངས་དོན་དག་གཅིག་བསྡུས་འདུག་པས། དཔེར་ན་འཛམ་བུ་གླིང་འདི་ཁོར་ཡུག་ཉམས་ཉེས་ཐོན་ཐེངས་ཀྱི་ཤེས་པ་མ་ཤེས་ད། དཔེ་དེ། དཔེར་ན་ཆར་བ་དུས་སུ་བལྟས་དེ་ད་གང་ཆགས་ལ་ལྟ།

གང་ཟེར་ན་ང་ཚོ་ཚང་མས་ཁ་ནས་མ་གྱུར་སེམས་ཅན་ཐམས་ཅད་ལབ་ཀྱི་ཡོད་བ། མ་གྱུར་སེམས་ཅན་ཐམས་ཅད་ཟེར་དུས་དེ་ནང་ལ་ཏི་ར་མ་ཀོ་ར་བི་ཨིས་མི་ཧེ། འབུ་ཆུང་ཆུང་གྲོག་མ་སྲིན་ཚུལ་ཚང་མ་ཡོད་པ་དང། ད་དེ་མ་བྱུང་ན་འགྲོ་བ་མི་སྤྱི་ཡི་བསམ་བློ་བཏང་ཐུབ་མིན་ཆ་ཆ་གོ་གི་རེད་བ། དེ་བྱུང་ན་མི་རིགས་གཟི་བརྗིད་ཅན་གྱི་ཆགས་ཀྱི་རེད་བ། རེད་བ། ངོ་དེ་ཞིག་བྱེད་དེ་འདྲ་ཡིན་དུས་ང་ཚོས་འདི་བཏང་དགོས་རེད་དེ་ཡིན་ན་དེ་མ་ཐུབ་ན་ཡང་སོ་སོ་རང་གི་དོན་དག་ལ་བསམ་བློ་བཏང་བ་ཡིན་ན་ཡང། སོ་སོ་རང་གི་དོན་དག་བཏང་གི་འདུག་ཡིན་གྱི་མི་གྱི་བཏང་གི་རེད་བ་དང་པོ་དེ། སོ་སོ་རང་གི་དོན་དག་ལ་བསམ་བློ་བཏང་བ་ཡིན་ན་ཡང་བསམ་བློ་བཏང་སྟངས་མ་ཤེས་ན་དཀའ་ངལ་ཆེན་པོ་ཞེའོ་དེ་ཁྲའི་ཐག་ཆོད་རེད། ཐག་ཆོད་རེད་པ་འདི། ང་འདིར་ཟས་ཀྱི་རྒྱབ་ཟེར་ན་ངས་རྒྱབ་ཐུབ། ཟས་ཀྱི་རྒྱབ་ནས་རྒྱབ་ཐུབ། བསམ་བློ་བཏང་སྟངས་ཅིག་མ་འདེགས་ན་རེ་བ། མི་ལ་ཁ་བཏགས་ཡས་ཡོད་རེད་ཁོས་བྱུང་མ་སོང་གཅིག་གིས་བྱས་མ་སོང་འགན་འཛིན་བྱས་མ་སོང་གཞན་ལགས་ཀྱིས་བྱས་མ་སོང་གཅིག་གཅིག་བྱས་མ་སོང་ཟེར་མི་ལ་ད་ལྟ་ང་ཚོ་ཁ་བཏགས་ཡས་ལས་སླ་ཤོས་དེ་རེ་བ། རེད་དེ་མི་ལ་ཁ་བཏང་ནས་དཀའ་ངལ་བཟང་ཡ་ཞིག་དེ་ལས་ལོག་ས་གི་མ་རེད་དེ་ལས་སོ་སོ་ལྟ་སྟངས་འགྱུར་བ་ཡིན་ན་དཔེར་ན་ངས་དཔེ་མཚོན་གྱི་བཞག་ན་ཁོ་ཚང་ས་ཉི་མ་གཉིས་ལས་ཆར་པ་བཞི་བོ་བཏང་སོང་བ་འདུག་ཆར་བཏང་སོང་བ་དེ་ལ་ལྷག་པར་དུ་དེ་འདྲའི་ཡར་དུ་མང་བ་བཏང་གི་འདུག་བ་ཆར་པ་བཞི་བོ་བཏང་དུས་ད་དེའི་སྐབས་དེ་ལ་བསམ་བློ་བཏང་སྟངས་གཉིས་རེད་གཅིག་དེ་ཆར་པ་དེ་ཚོར་མིག་གཏད་ཕ་ཁུང་བྲོ་ཟ།

མིང་བཞི་བོ་ཡོད་དེ་ངས་ཞབས་འདྲེན་ལུང་པ་གང་ཞུས་ནས་མར་ཟགས་ཡོང་གིན་ག་སྲིད་ག་སྲིད་འདུག། དཔེ་ཤག་བཞི་བོ་ཡོད་དེ་ངས་མགོ་ལོག་བཙལ་ནས་ག་སྲིད་ག་སྲིད་འདུག། རེ་བ། འོ་དེ་འདྲ་ཡིན་དུས། རྣམ་པ་བཟོས་པའི་ངས་འདི་ག་རེ་ག་རེ་བཤད་གི་ཡོད་ཟེར་ན། མི་གཞན་དག་གིས་བྱས་མ་བྱས་ཟེར་དུས་སུ་ཁྱེད་རང་ལག་པ་ལ་ཡོད་མ་རེ་བ། ག་ཚད་བཤད་ཁ་བཏང་ན་ཞེ་དྲག་ཞེ་དྲག་ཕན་གི་མ་རེད། དེ་ལས་སོ་སོ་བྱས་དེ་བྱས་ན། རེ་བ། ལག་པས་བདེ་བ་ཅན་ལ་ཕན་ཁེ་མེད་ཟེར་བ་ལས་ཁྱེད་རང་ལ་བྱམས་པོ་བྱེད་མཁན་ཡག་པོ་སངས་རྒྱས་བཅོམ་ལྡན་འདས་ཡིན་ན་ཡང་ཁྱེད་རང་ལ་བྱམས་སྙིང་རྗེ་ཡོད་རེད་སྐྱབས་མགོན་རིན་པོ་ཆེ་ན་བྱམས་སྙིང་རྗེ་ཡོད་རེད་དེ་ད་ཁྱེད་རང་དཀའ་ངལ་བརྗོད་དུས་ད་ཁྱེད་རང་སྙིང་རྗེ་དཀའ་ངལ་ཞིག་འདུག་ག་ཟེར་ནས་ལོག་པ་ནི་ཐད་ནས་ཐར་བ་ལས་དབྱུག་ཡ་ཡོད་མ་རེད། ལག་པས་བདེ་བ་ཅན་ལ་ཕན་ཁེ་མེད།

སྤྱི་ཚོགས་ཁོ་རང་ནང་ལ་རང་ཤི་ནམ་རྒྱུན་ཡིན་ན་རང་ཤི་རྒྱབ་ཀྱི་བྱས་ན་དཀོན་པོ་རེད་འདུག་ཟེར། མེད་པ་ད་མ་རེད་འདུག་ད་ག་ལེ་ག་ལེ་མང་དུ་འགྲོ་ཡི་ཉེན་ཀ་ཡོད་རེད། ཕྱི་ལོག་གི་དངུལ་རྩུ་རྐྱང་རྐྱང་གི་རྗེས་ལ་རྒྱུག། ནང་བསམ་ལུགས་ཀྱི་བསམ་པའི་དཔལ་ཡོན་གྱི་རྐྱང་འཁོར་མ་ཅིག་ཡང་ཚོད་དཀའ་གནང་སྟེ་འདི་བཀའ་སློབ་བརྒྱད་ཐག་གཅོད་བྱེད་ན་མཐའ་མ་དེ་ལ་སེམས་པ་སྐྱིད་པོ་བྱེད་ཨ་གསུང་གི་འདུག་ག་དེ་ན་ཚང་མ་འདུས་སར་སེམས་པ་སྐྱིད་པོ་བྱེད་ཨ། དཀའ་ངལ་ཚང་མ་སེམས་པ་སྐྱིད་པོ་མེད་ནས་ཡོང་དགོས་རེད། སེམས་པ་སྐྱིད་པོ་མེད་པ་ག་རེ་བྱས་ནས་ཡོང་དགོས་རེད། བསམ་བློ་བཏང་དང་ནོར་ནས། ཕ་ཕྱོགས་ལ་གཅིག་ཡོད་དེ་འདི་ང་ལ་དགོས། སྲོད་ཕྱོགས་ལ་གཅིག་ཡོད་ནས་འདི་ང་ལ་དགོས། ཁོ་ལ་འདུག་ང་ལ་མི་འདུག་འདི་འདི་ཀྱང་ཀྱང་ལབ་སྟེ། སོ་སོའི་ཡོད་པ་དེ་ངོས་འཛིན་བྱེད་མ་ཐུབ། དེས་ནོར་འཁྲུལ་ཆེན་པོ་ཞིག་ལ་བཏང་གི་ཡོད། དེ་དང་སོ་སོ་ལ་ཡོད་པ་དེ་ངོས་འཛིན་བྱེད་པར་དང་པོ། ང་ཐང་མ་གཅིག། ཨུ་རུ་སུའི་དགོན་པ་ར་ཤི་ལ་རེད། མོ་སི་ཀོ་ལ་རེད། མོ་སི་ཀོ་ལ་མང་གཙོ་བ་གཏམ་བཤད་བྱེད་སྐབས་ལ།

ང་ཚོ་མིག་ཡོད་མཁན་ཚོས་ཀྱི་མིག་མེད་མཁན་གྱི་དཀའ་ངལ་བཟང་པོ་བཏང་གི་མི་འདུག་ཨ། སོ་སོ་དེ་འདྲས་ཀྱི་ཆགས་ན་ག་འདྲས་བྱེད་ས་རེད་འདི་སུ་འཁོར་གི་མི་འདུག་ཨ། ད་ལྟ་མིག་གཉིས་ཀ་ཁྲ་རིང་རིང་ཡོད་རྒྱོ་འདི། ཞི་བུ་གཅིག་སྐལ་བ་བཟང་པོ་ཡིན་ཟེར་ནས་མིག་སྡུག་ས་ལ་མ་བལྟ་བྱས་ནས་ཡག་ས་བལྟ་ཡ་འདི་ཞིག་གི་མི་འདུག་ཨ། ལག་པ་གཉིས་སོ་རེ་བོ་ཅིག་ཡིན་ན་ལག་པ་ལག་པ་མེད་མཁན་ག་ཚད་ཡོད་རེད། ཐང་བ་ཅིག་ང་མ་ཡ་མི་ལ་འགྲོ་དུས་རེད། མི་ཅིག་འདུག་ཁོ་ན་ཚ་ཅིག་ཕོག་ཡོད་ས་རེད་རྐང་པ་གཉིས་ཀ་རྐང་རིང་རིང་ཤག་ལག་པ་གཉིས་ཀ་མ་འདུག་ཡིན་ན་ཁོ་སྣང་བ་སྐྱིད་པོ་ཞིག་འདུག་སྟབས་ཡག་ནི།

ཐབས་ཡོད་ཆེ་རེད། ཡང་མིན་ན་ལག་པ་བཏང་ནས་ཤེས་དང། འཆམ་མཐུན་བྱེད་ཡའི་དོན་དག་རེད། མིར་རྫོགས་ཞུ་ཡའི་འཛིན་མཁན་དོན་དག་མ་རེད། ཟོག་པོ་ཁོ་རང་བལྟས་ན། འཛིན་མཁན་དོན་དག་ཡིན་ན་ཁོ་རིག་རིག་གཉིས་བལྟས་ཤག་འགྲིག་འདུག་ཨ། མིར་རྫོགས་གཉིས་བལྟས་ཤག་ནི་འགྲིག་འདུག་ཨ་བལྟས་མི་འདུག་ཨ། རེད་བ། བྱས་ཙང་ངས་ད། དུས་ཚོད་མང་པོ་ཡོད་མ་རེད་ད་སྙིང་འདོན་སྙིང་འདོན་ཅིག་ཞུས་ན། འོ་དེ་འགྲིག་འདུག་དུས་ཚོད་ང་ཚོ་ཧ་གོ་བ་བྱས་ནས།

དེ་ཚོ་ག་སྟེ་དགོས་བསམ་བློ་བཏང་དང་ཤེས་མ་ཤེས་བསམ་བློ་བཏང་དང་བྱེས་དུས་མི་མཉམ་དུ་འགྲོ་ནས་འཆམ་མཐུན་བྱས་ནས་འགྲོ་ཤེས་ངེས། རང་གཅིག་པུ་བསྡད་ནས་བསྡད་ཤེས་ངེས་དགོས་རེད། རང་གཅིག་པུའི་བསྡད་སྟངས་ཀྱི་ཤེས་ན་ལྡི་ལི་སྐྱེས་པ་ཡོད་མ་རེད་རང་གཅིག་པུ་བསྡད་ན་ཁེ་ཕན་ག་རེ་ཟེར་ན་སོ་སོས་སོ་སོ་ངོ་ཤེས་ཀྱི་རེད། སོ་སོས་སོ་ལ་ནུས་པ་ག་ཚད་འདུག་འདི་ཤེས་ཀྱི་རེད་ཁ་ཕག་རྐྱང་རྐྱང་རྒྱུགས་བསྡད་ན་སོ་སོས་མཐོང་ཆུང་བཏང་ས་རེད་སོ་སོས་ཤེས་ཀྱི་ཡོད་མ་རེད། རང་སེམས་སྨྱོན་པས་རང་ངོ་མ་ཤེས་པར་བྱེད། དགེ་འདུན་ཆེན་པོས་གསུང་བ་ནང་བཞིན་རང་སེམས་སྨྱོན་པ་དེ་གིས་ཤེས་དགོས་ཡོད་དེ་སོ་སོ་ངོ་ཤེས་ཀྱི་ཡོད་མ་རེད། ངོ་ཁྱེད་རང་ཁྱེད་རང་ངོ་ཤེས་ཀྱི་ཡོད་པས་ཟེར་ན། ཡག་པོ་རང་ཤེས་ཀྱི་མེད་ད་ཤེས་དགོས་ལ་ཅིག་བལྟ་བ་ལས་ཉེན་ཁ་འདུག་ཨ། ཤེས་དགོས་བལྟས་ནས་ངོ་ཤེས་ཡང་ཁྱད་མ་རེད་གདུང་དེ་ཚོང་གི་རེད་མ་གཏོགས་པས་ཁྱེད་རང་གི་དངོས་གནས་དེ་ག་རེ་ཡིན་མིན་དེ་ང་ཚོ་ཤེས་ཀྱི་མ་རེད་བ། ཤེས་ཀྱི་མ་རེད་བ། འོ་དེ་འདྲ་ཡིན་དུས།

ཅི་དུས་ད་དེ་ད་དེ་འདི་གོ་བ་ལོག་རྒྱུ་ཡོད་མ་རེད་ད། ད་ཆོས་ཡོད་མ་རེད་སྙིང་དོན་ཡོད་མ་རེད་འདི་ཟེར་ཏེ་དེ་བྲལ་བ་བྱས་ཟིན་ན་འདི་ལབ་རྒྱུ་ཡོད་མ་རེད་ད། སྐུ་དངོས་ཡོད་གནས་ཚུལ་དེ་ག་རེ་ཡིན་པ་ཤེས་སོང་ན། དེ་ལ་ཆགས་པ་ཉུང་རུ་དང། དེ་ལ་བརྩེ་བ་ཤུགས་ཆེ་རུ་དང་བྱེད་དགོས། བརྩེ་བ་ཤུགས་ཆེ་རུ་དང། དེ་འགྲོ་བར་དངོས་ཡོད་གནས་ཚུལ་མ་ཤེས་པའི་སྐབས་ལ། ཆགས་པ་ཤུགས་ཆེན་པོ། སྡང་སེམས་ཤུགས་ཆེན་པོ། བསྟན་བཅོས་ནི་ཁ་སྐད་མང་པོ། དངོས་ཡོད་གནས་ཚུལ་ཤེས་ཡོང་དུས་བྱམས་སེམས་ཤུགས་ཆེ་དུ་འགྲོ་བཟོད་བསྲན་ཤུགས་ཆེ་དུ་འགྲོ་རྣམ་དཔྱོད་ཤུགས་ཆེ་དུ་འཕེལ་དཔྱད་པ་ཤུགས་ཆེ་དུ་འཕེལ་འགྲོ་སྐོར་གདའ། དེ་སྔའི་ཚིག་འདི་ཞུས་ན་ཁྱེད་རང་ཚོ་ད་གོ་ཡ་ལང་ཆེད་དུ་ངས་ཚིག་ཁ་ཤས་འདི་དང་ཚིག་འདི་བེད་སྤྱོད་མ་བཏང་ན་བསམ་པ་འདི་འདྲས་ངས་མཚམས་མཚམས་བཏང་གི་ཡོད་ཁོ་ར་སྤྲད་ཕྱིར། དཔེར་ན་ང་ཚོ་འདི་ཟེར་གི་འདུག་བ་ད་འདིའི་ར་བཤད་འདི་ངས་ཤེས་ནས་འགྲིག་ས་རེད། ངས་ཀྱང་དེ་འདྲས་མི་རྟག་པ་དང་བདག་མེད་པ་འདི་འདྲས་བཤད་དུས།

ག་ཟེར་ན་ཁྱེད་རང་ཤི་འགྲོ་གི་རེད་ཁྱེད་རང་དཀའ་ངལ་ཡོད་རེད་ཟེར། ད་སྐད་ཆ་འདི་ཚོ་དང་ནང་པའི་སྐད་ཆ་འདི་ཚོ་དང་དངོས་གནས་སྐྱབས་སུ་མཆི། གསལ་བྱེད་ནི་ཧ་ལས་ཀྱི་སྐད་ཆ་རེད་དངོས་གནས་དྲང་ནས་ཧ་ལས་ཀྱི་ཡོད་དོ་འཛམ་གླིང་གི་དཀའ་ངལ་ག་རེ་ཡོད་མི་ཤེས་ཐུབ་ཡས་ཀྱི་བསླབ་བྱ་རེད་འདི་ཚོ། ད་སུ་ལ་བལྟས་ན་རེ་བ་དོན་མེད་སྐྱག་རྫུན་ཕོ་མོ་སུ་འདྲ་ལ་བལྟས་ཀྱང་ཆ་ལུགས་རྣམ་འགྱུར་ཕོ་གྲུབ་ཆེ་ཆུང་ཙམ་མ་གཏོགས་སྡུག་གི་མི་ཚེ་སྐྱེལ་བ་མཉམ་མཉམ་དུ་འདུག་པའི་སྐལ་མཉམ་གྲོགས་མཆེད་རྣམས་ཀྱི་སྣང་ཚུལ་འདི་སྐྱོ་བ། གསལ་བྱེད་ནི་རྒྱ་ཕྱོགས་སྐད་སངས་རྒྱས་ཚོ་གསུང་ཅི་ཡོད་རེད།

སུ་ལ་ཕོ་མེད་སྐྱག་རྫུན་ཕོ་མོ་སུ་འདྲ་བ་བལྟས་ཀྱང་ཁྱད་པར་གར་འདུག་ཟེར་ན། ཆ་ལུགས་རྣམ་འགྱུར་ཕོ་གྲུབ་ཆེ་ཆུང་དག་ཆ་ལུགས་མ་འདྲ་རེད་ཕོ་མོ་ཐུགས་ལོག་མ་འདྲ་གོས་འཁེལ་སྤུས་ཐུགས་ལོག་མ་འདྲ་གོས་འཁེལ་གྲྭ་བ་ཡིན་དུས་སུ་མ་འདྲ་གོས་འཁེལ་གྲྭ་བ་མ་ཡིན་དུས་སུ་མང་པོ་གོས་འཁེལ་ཟ་ཁང་ནས་ལས་ཀ་བྱེད་ཡུན་དུ་མ་འདྲ་གོས་འཁེལ་དམག་མི་ཡིན་ན་མ་འདྲ་གོས་འཁེལ་ད་དེ་འདྲའི་ཆ་ལུགས་མ་འདྲ་ཡོད་རེད། རྣམ་འགྱུར་མ་འདྲ་ཡོད་རེད། ཁ་ཅིག་རྒན་མོ་ཚིག་གཟིགས་འདྲ་བོ་ཡང་ཁ་ཅིག་རླུང་ལྡང་ལྡིང་ཟེར་རོ། ཡང་ཕོ་གྲུབ་ཆ་ལུགས་རྣམ་རྒྱལ་ཕོ་གྲུབ་ཟེར་དུས་ཁ་ཤས་པས་གྲོགས་པོ་ཟ་གོ་འདུག་བ། སྙིང་རྗེ་སྙིང་རྗེ་རེད་ཤག་འདི་འདི་ཐོང་རེད་བ། གྲོགས་པོ་ཞིབ་འདི་འདི་འགྲོ་གི་འདུག་སྙིང་རྗེ་ད་ཁོ་རང་ཁོ་ན་སྐྱིད་པོ་ཡོད་ན་འགྲིག་རེད་བ་ང་ཕྲག་དོག་བྱེད་དགོས་གལ་མི་འདུག་དེ་ཡིན་ན་སྙིང་རྗེ་གཅིག་འདུག། སྙིང་རྗེ་ད་ཁོ་རང་ཁོ་ན་འཁྲུལ་བསྡད་ཤག་བསམ་པ་རེ་ཅིག་ཡོང་གི་འདུག་བ། ཆོ་གས་གས་ཡོད་མ་རེད། ཨེ་ནས་གྲོགས་གྲོགས་བྱེད་དུས། ཨེ་ནས་མིག་ནང་ལ་བལྟ་ནས་འགྲོ་བ་བྱེད། ཨེ་སྐད་ཆ་ངར་པོ་རེ་ཅིག་བཤད་ག་བྱེད། རེད་བ། ཨེ་ནས་ཨིན་ཇིག་གི་ཚིག་ནང་འདུག་བ། Pride got before a fall ཟེར་བ་རེད་མིང་གཏམ་ལ་འགྲོ་ན་མདོག་སྣ་ཐོག་ནས་རིག་རེད།

སོ་སོའི་ཡོད་ཚད་ཁྲ་བོ་ཁྲིམས་པོ་ཡོད་ན་ག་ཚད་བྱང་བྱང་ཡོད་རུང་ག་དུས་ན་དམན་ས་གོང་མའི་གདན་ས་ཡིན་ཞེས་གཏད་སོ་སྙོམས་ཆུང་ཞེས་གཞན་པ་ཚོ་ལ་སྐད་ཆ་དྲིས་ཚང་མ་ཤིང་སྐྱོན་མདོག་མདོག་མ་བྱེད། ཤིང་སྐྱོན་ཡོད་པའི་མིས་བདག་ཡོང་གི་རེད། སོ་སོ་གིས་ཤིང་སྐྱོན་མདོག་མདོག་མ་བྱེད་ག་དུས་ན་སྦྱངས་སློབ་མ་འདྲ་བོ་བྱེད་སྦྱང་གི་ཡིན་ན་ཞེས་འུ་ཅིག་སློབ་སྦྱོང་བྱེད་འདུག་ཡ་རེད་བ།

རང་བཞིན་གྱི་གཏན་ཁྲིམས་ཀྱིས་ང་ཚོ་མིའི་ལུས་འདི་སྤྲད་ཡོང་དུས་ཡང་ཁ་གཅིག་མ་དུ་སྤྲད་མི་འདུག་བ། ཨམ་ཅོག་གཉིས་སྤྲད་འདུག་བ། ཁ་གཅིག་མ་དུ་མི་འདུག་བ། ཨམ་ཅོག་གཉིས་འདུག་བ་མིག་གཉིས་འདུག་བ་བྱས་ཙང་དངོས་ཡོད་གནས་ཚུལ་མིག་གི་ཡག་པོ་བལྟ། ཨམ་ཅོག་གི་ཡག་པོ་ཉན། ཁ་དེ་ཞེ་དྲག་ཆུ་ཐོག་བྱེད་མ་དེ་ཞེ་ལ་ཁུ་འདུག་བ་ཏག་ཏག་འཁོར། མི་ཏག་ཏག་ཡོད་རེད། གཟུགས་པོར་བལྟ་ནས། མོ་དེ་ནས་ཡོད་དུས་གང་ཡང་ཟེར་ན་ཁོ་མིག་གི་གཏད་རྒྱོག་དང་ཨམ་ཅོག་སོ་སོ་རང་གི་གོ་རྒྱོག་གི་སྐད་ཆ་དེ་བཤད་ན་རྙོག་དྲ་ཡོང་གི་མ་རེད། དེ་མེད་པར་མིག་གིས་མ་མཐོང་རྒྱུ་ཨམ་ཅོག་མ་རྒྱ་གཅིག་གིས་གཅིག་ཟེགས་འདུག་གཉིས་ཀྱིས་གཉིས་ཟེགས་འདུག་ཟེར་གྱི་ནི། Aristotle ཟེར་མཁན་འདིས། ནུབ་ཕྱོགས་པའི་ལྟ་གྲུབ་ཀྱི་ད་མཁས་པ་བཞི་བོ་རེད། བཞི་བོ་མཁས་པ་རེད་ད་ནུབ་ཕྱོགས་པའི་ལྟ་གྲུབ་ཀྱི་ད་དཔའ་བོ་ཟེར་རོ་རེད། ཁོ་རང་གི་དགེ་རྒན Plato ཅེས་དེའི་དགེ་རྒན Socrates ཞེས་འདུག་ཟེར་མ་ཡོང་གི་ནི། ཁོ་རང་མཁས་པ་ཆེན་པོ་རེད་དེ་ཡིན་ནའི་ཁོ་རང་གིས་བརྟག་དཔྱད་མ་བྱས་ནས་ནོར་འཁྲུལ་བཏང་བ་མང་པོ་བཤད་ཡོད།

བདག་ཉིད་བདག་གི་མགོན་ཡིན་ཏེ་ཤེས་ན་སུ་ཞིག་མགོན་འདི་ལ། བདག་ཉིད་ལེགས་པར་ཐོས་པས་ན་མཁས་པའི་ཐུགས་རིག་ཐོབ་པར་འགྱུར་ཟེར་གྱི་དང་ནང་བཞིན་བདག་ཉིད་བདག་གི་དགྲ་ཡིན་འདི་ལ་རེད། སུ་ཞིག་ཡག་པོ་མ་བྱས་ན་སོ་སོ་སོའི་དགྲ་རེད། འོ་དེ་འདྲས་རེད་དེ་འདྲས་ཡིན་དུས་ང་ཚོས་དེ་བསམ་བློ་གནང་བྱས་ནས་གར་བྱེད་དགོས་རེད། རྣམ་པ་ཚོགས་ཀྱི་ཡིན་ནའི་ད། ཁྱེད་རང་ཚོ་གི། སྒྱུ་རྩལ་དེ་ཐན་ཅིག་ཁོང་དུ་ཞུ་བ་ནང་བཞིན་མཐོང་ཡས་ཡོད་ངེས་ཀྱི་སྒྱུ་རྩལ། དེ་ལས་བརྟེན་ནས་བོད་པའི་ཆོས་དང་རིག་གཞུང་ལ་ཕན་ཐོགས་ཞིབ་ཅིག་བྱེད་ཐུབ་ཡས་ཆེ་ཡོད་རེད། དེ་ནས་ད་ལྟ་ཁྱེད་རང་ཚོ་གིས་བལྟ་འདི་ཟློས་གར་ཚོགས་པའི་མིང་དེ་ལ་དབྱིན་ཇིའི་ཚིག་དེར Institute of Performing Arts བྲིས་འདུག་བ། ད Performing Arts ཟེར་དུས Performing ཟེར་དུས་ད་ཁྱེད་རང་ཚོ་ལ་འཁྲབ་མཁན་ཚོ་ལ་ནམ་རྒྱུན་དབྱིན་ཇིའི་ནང་ནས་ནི Performer ཟེར་བ་དང། Performer ཟེར་དུས་སྙིང་རྗེ་བོ་འདུག་བ་ཚིག་དེ། ལས་ཀ་དངོས་སུ་བྱེད་མཁན་ཚོར་ཅིག་གོ་གི་འདུག་ང། འདི་ང་ཚོ་བོད་པའི་སྤྱི་ཚོགས་ནང་གོ་གི་ཡོད་རེད། སྐད་ཆ་བཤད་མཁན་མང་པོ་ཡོད་རེད་ང་ཚོར་མང་པོ་དངོས་སུ་བྱེད་མཁན་ཉུང་ཉུང་འདུག་བ། དངོས་སུ་ལས་ཀ་བྱེད་དགོས་བ་ད་བཤད་ནི་ཕན་གི་མ་རེད། སྐད་ཅིག་ཤེས་བོ་འདི་མ་ཤེས་ད་དཔག་ཚོད་ཀྱི་ཁྱེད་རང་ཚོས་འཁྲབ་ནས་སུ་སུ་གི་འདི་པའི་ལུས་ངག་ཡིད་གསུམ་བེད་སྤྱོད་བཏང་གི་ཡོད་རེད་བ་ད་དེ་ནང་ནས་ད་ལྟ་ན Institute of Performing Arts ནས Performing Arts ནང་ལ་ལག་བསྟར་གི་སྒྱུ་རྩལ་ནང་ལ་ག་རེ་ཡོད་རེད་ཟེར་ན་ད་དྲ་ཁང་ལས་འདས་པ་ད་ང་རང་ཚོ་གི་འགན་དེ་ད་གཙོ་བོ་ད་བོད་པའི་རིག་གཞུང་འཁྲབ་སྟོན་འཛིན་ཡས་ཆེས་རེད་དེ་དེ་སྒང་ལ་བསྣུན་པའི་རྒྱབ་ཡས་མང་པོ་ཡོད་རེད་དཔེར་ན་དཔེར་ན་ངེད་ཀྱི་ཆ་ཤས་བ་ན་རོ་ཅའ།

ཡང་དེ་བཏང་གི་ཡིན་ན་ཡང་གོ་ཆ་གཞན་པ་གསར་པ་བེད་སྤྱོད་བཏང་ནས་རྙིང་པ་ཡང་བེད་སྤྱོད་དང་གོ་བརྡ་སྒྱུ་རྩལ་གྱི་རིགས་ཅིག་ཡིན་སྟབས་གསར་པ་འདི་ཚོ་སྦྱངས་ནས་ག་ལེ་ག་ལེ་བོད་པའི་རིག་གཞུང་ལ་སོགས་བཞག་ཡོད་དཔེ་གལ་ཆེན་པོ་རེད། དཔེར་ན། ང་ཚོ་དེང་སང་ཡི་གེ་ནང་ཁྲིད་དེ་བོད་པའི་ཡི་གེ་ལན་ཚྭ་དང་བ་ཚུ་ཟེར་ཡོད་དེ་འདྲ་འདུག་བ་ཚང་མ་རྒྱ་གར་ཡི་གེ་རེད། དུས་དེ་བོད་པས་དཀའ་ལས་བརྒྱབ་ནས་ལན་ཚྭ་བ་ཚུ་དེ་སྦྱང་བྱས་ནས་ད་དེང་སང་མ་ཎི་འཁོར་ལོ་དེ་འདི་ཚོ་བཀོད་བསྡད་ཡོད་དེ་རྒྱ་གར་ཁོ་རང་ནང་བརླགས་ཚར་བོད་པའི་རིག་གཞུང་ཆགས་རེད། དེ་ག་མ་ཤེས་ད་ལྟ་ང་ཚོ་རིག་གཞུང་དེ་ཕྱུག་རུ་གཏང་དགོས་ར་བ་ཕ་ཕྱོགས་ཀྱི་ལེགས་ཆ་ག་རེ་གླན་གླན་ཡོད་ན་དེ་གླན་ནས་ང་ཚོ་བདེ་ཆེན་ན་ཨེ་ནི་ཡག་པོ་ཡིན་དགོས་ར་བ་ད་ད་ལྟ་འཁྲབ་སྟོན་རྣམས་ལ་འཁྲབ་སྟོན་སྣ་ག་བེད་དེ་གྲངས་ལས་འདས་པ་འཁྲབ་ཡས་འདུག་བ་དུ་ཟ་རིགས་ཁ་ཤས་ཀྱི་ང་ཚོ་གར་ཟེར་བ་རེད་ཆུ་བློ་རྒྱས་གླན་ནས་ཆུ་རྒྱང་དགོས་ད་རོ་རྒྱ་ཡིན་ན་རེད་འཁྲབ་སྟངས་ཡིན་ན་རེད་དེ་འདྲའི་གསར་བ་མང་པོ་ཡོད་རེད་བསམ་གྱི་འདུག་ངས།

དེ་འདི་ཚོ་ཡང་དེ་འདྲའི་ད་ངས་འདི་ཇུས་གཏོགས་མེད་པའི་ཇུས་གཏོགས་དང་མ་ཤེས་ཤེས་མདོག་བྱས་ནས་ཤེས་སྒོར་ད་ཡིན་ན་ང་རང་གི་བསམ་བློ་དེ་འདྲའི་འཁོར་བ་ཡིན་ཙང་ཞོད་བཞག་ན་སྐྱོན་མི་འདུག་བསམ་དགོས་རེད་དཔེར་ན། མངའ་རིས་བར་ནས་ཚེར་ཤིང་ཁར་ཟས། ཨ་རིས་ནས་གཅིག་ཟས་བརྗེ་བ་རེད་དཔེར་ན་མངའ་རིས་སོ་དྲོ་བྱས་ན་རི་མཐོན་པོ། ཨ་ནི། དབུགས་འདུ་སོ་ཁག་པོ་ཡོད་ས་དེ་འདྲ་ཡིན་དུས་ཁོ་རང་ཤིང་སྐད་སྐད་རྩིར་སྐད་དུ་ཡོང་གི་རེད་ཟེར་བར་སྐད་གདངས་ཡིན་དང། དེ་ནང་བཞིན་ས་བཅད་ཆད་པར་དང་གུང་བཅད་ཆད་པར་དགའ་དེ་འདྲའི་སྐད། སྐད་འདྲ་མི་འདྲ་ཡོད་རེད། བྱས་ཙང་དེ་འདྲའི། དེ་འདྲ་མི་འདྲ་ཁོ་རེ་དང་པོ་ནས་སྐད་ག་རེ་ཡོད་ན་འདི་ནང་བཞིན་བཏང་ཡོད་ཐབས་ཤེས་བྱས་ན། ནང་སྐད་ཡོད་ཀྱི་རེད་དེ་ངས་མི་འདུག་ཟེར་གྱི་མེད་རེད། ཡག་ཡོང་གི་རེད་བསམ་གྱི་འདུག་གཞན་ཡང་སྐད་ཅིག་བཏང་ཡོད་དུས་ཚང་མ་དཔེར་ན། ད་ངས་སུ་གང་ལ་སྐྱོན་བརྗོད་བྱེད་ཀྱི་མེད་ད་དཔེར་ན་ང་ཚོ་བྱས་པ་བྱས་མ་འཁྲབ་དེ་གི་འདི་ནས་འདུག་བ་འགའ་ཤས། ཡག་པོ་ཞེ་དྲག་འཁྲབ་གི་འདུག་སྐད་ཅིག་བཏང་ཡག་པོ་རེད་དེ་འདྲ་མི་འདྲ་ཞེ་དྲག་བཏང་ཡོད་མི་འདུག་བ་སྐད། སྐད་རང་གཅིག་རང་གཅིག་མ་གཏོགས་ཀྱི་མིག་བཙུམ་ན་ཁོས་ཞེ་གར་བཏང་ན་ཨ་ལེ་ཁོས་བཏང་གི་རེད་ཤག་ཁོས་རེད་ཤག་བསམ་ཧ་གོ་ཡོང་གི་འདུག།

ཁ་དུས་ཚོད་རིགས་འདི་ཁོ་ལྷོད་ལྷོད་བྱས་ནས་ཁྱེད་རང་ཚོ་འདོད་པ་ཡོད་མཁན་རྒྱང་བཙོན་ཡོང་གི་ཡོད་ན་ཨི་ནའི་མཇུག་མ program བཟོ་ཆོག་གོ་པར་རུ་བསྐོར་བའི་དུས་ཚོད་རིང་པོ་མ་འགོར་བ་བཅས་ང་སྐད་བཏང་རོགས་ཟིག་མེད་ད། སུས་སྐད་བཏང་ན་འགྲིག་རེད་ངས་དྲང་པོ་བཤད་ཤེས་འདི་དཔེ་ཁེ་ཆེན་པོ་རེད་ཤ་འདི་ཁྱད་པར་ཞི་བོ་འགྲོ་གི་རེད་བྱས་ཙང་ཆོས་ལུགས་ལ་བརྟེན་པའི་བཟང་སྤྱོད་སྦྱང་ཡོད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་སྦྱང་ཡོད་ཡོད་རེད་བ་དུས་ཚོད་འདི་ཤེས་རྒྱལ་ཟེར་གྱི་རྒྱབ་ཨི་ནི་བཟང་སྤྱོད་ཟེར་ན་ག་རེ་རེད་ཚུལ་ཁྲིམས་ཟེར་ན་ག་རེ་རེད་བཤད་རོགས་དུས་ཚོད་སྦྱངས་ཨི་ནི་རྣམ་པ་གསོད་གི་བས་ན་འགྲོ་ག་འཕྲོག་གི་ཡིན་ནའི།

སྤྱིར་གཞན་གཅིག་ལ་མི་སྦྱོར་བྱེད། རེ་བ། ཨེ་ནི་རྒན་གཞོན་གོ་རིམ་གཅིག་ལ་མི་སྦྱོར་བྱེད། མ་ལྟ་ཕར་གཅིག་ལ་ནི་ཚུལ་ལམ་སྲང་ནམ་གཅིག་སྡུག་ཅག་དེ་ཡོང་གི་ཅི་འདི་མ་རབས་བྱེད་དུས་རེད། རེ་བ། ཡ་རབས་བྱེད་དུས། རྒན་གཞོན་གོ་རིམ། ད་རྒན་གཞོན་གོ་རིམ་འདི་ལ་རྙོག་དྲ་ཡོད་རེད་དེང་སང་དུས་ཚོད་ལ། འགའ་ཤས་ཀྱིས་ཀྱི་དེང་སང་དེང་དུས་ཀྱི་དུས་རབས་ཡིན་ན་གཅིག་ཡིན་མདོག་མདོག་བྱས་ནས་ཚང་མ་མགོ་ཤུགས་མི་ངན་ཚོ་རོགས་བྱེད། ནུབ་ཕྱོགས་པ་ལ་དེ་འདྲ་བོ་རེད་ཅེས་ཡོད་རེད། ཡང་ནུབ་ཕྱོགས་པའི་ཁོ་རང་འགྲོ་སྟངས་ཁ་ཁ་ཞིག་ཡོད་རེད་ད་དེ་ཡང་མ་ཤེས། ཨེ་ནི་ཆར་ཆུ་རེད་ཅེས་ཤེས་ཨེ་ནི་གོ་རིམ་མི་འཇོག་ས་རུབ་ཅེས་ཤེས། དེ་མ་རེད། རྒན་གཞོན་གོ་རིམ་ཟེར་དེ་ཡང་རྒན་པ་སྒང་དེ་བསྡད་ནས་གཞོན་པ་གི་རྩ་ནས་འགྲོ་ས་མེད་པ་ཉོབ་ས་མེད་དེ་ང་ཚོ་སྤྱི་ཚོགས་ནང་ཡོད་རེད་དེ། དེ་ནོར་རེད་དེ། ངས་བལྟས་ན། ངས་བལྟས་ན་ནོར་རེད། གང་ཟེར་ན་ཁོ་རྒན་པ་དང་གཞོན་པའི་བར་དབུ་ལ། འབྲེལ་བ་དེ་བརྩེ་བས་ཀྱི་འབྲེལ་བ་དེ་ཀོ་རེད། བྱམས་བརྩེ་གྱི་འབྲེལ་བ་དེ་ཀོ་རེད་ཅིག་ཅིག་ལ་ཤ་ཚ་གི་འབྲེལ་བ་དེ་ཀོ་རེད།

གུས་ཞབས་ཅི་ལ་མེད་རྒྱུར་འགྲོ་ཆོག་ཆོག། དེ་འདྲས་བྱེད་ཀྱི་ཡོད་པ་རེད། ཇི་སྲིད་བལྟས་སྲིད་ཅིག། འདི། ཏག་ཏག་འགྲོ་ཡུལ་འདི་ལ་བལྟས་སྲིད་དཀའ་ལས་ཡོད་རེད་དེ་འདི་ང་ལས་ཀ་བྱེད་ཀྱི་ཡོད་རེད་ལས་ཀ་བྱས་ནས་ངའི་ཉམས་མྱོང་འདི་མཐོང་གི་ཡོད་རེད། ངའི་འོག་ལ་ད་ལྟ་དཔེ་མཛོད་ལ་ལས་མི་དྲུག་ཅུ་ཟེར་གྱི་རེད་དེ་ཚོ་མཉམ་དུ་ད་ལྟའི་གོང་ནས་ལས་མི་མང་པོ་འབྲེལ་བ་བྱས་ཚར་ངས་འདི་མཐོང་ལས་རོགས། ཆེད་དུ་རྒྱུ། ནས་གཞོན་གོ་རིམ་ཡ་རབས་བཟང་སྤྱོད་ཟེར་གྱི་རེད་འཇིག་རྟེན་འཇིག་དགོས་རེད། དེ་མེད་ན་ནི་ཁོ་གལ་གི་ཡོད་མ་རེད་སྐྱིད་པོ་ཟེར་གལ་ཡོད་མ་རེད་འོ་འདི་བྱས་ནས་ནི་རྣམ་པ་ཚོས་ད་ཡང་སྐྱོན་བྱེད་ཀྱི་རེད་དེ། གང་ཅི།